ལུག་རྫི་སྲིད་སྐྱོང་ལང་བ་འདི་ཧ་ལས་བོ་རེད། ཁྱེད་རང། ལུག་རྫི་ཅིག་བྱས་ནས་སྲིད་སྐྱོང་ལངས་ནས། དེ་ནས་སྐྱབས་མགོན་རིན་པོ་ཆེ་སྣང་བཞག་བོད་ཀྱི་ཞབས་བཀྱག་དེ་ལ། མཐོང་ཆུང་མ་རེད་བས། དྲི་བ་འདི་ལས་པ་རེད། ངས་ག་རེ་ཞུ་རྒྱུ་བྱུང་ཟེར་ན། སྐྱབས་མགོན་རིན་པོ་ཆེ་གི་སྣང་བཞག་བོད་ཀྱི་དམངས་གཙོ་འདི་རྩ་ཆེན་པོ་ཡིན། རྒྱ་མི་གི་དུས་རྟག་ཏུ་མ་རེད་ལབ་བསྡད་བྱས། ང་ལུག་རྫི་སྲིད་སྐྱོང་ལང་བ་ནས་བྱས། རྒྱ་མི་གིས་ད་ལྟ་བར་དུ་དམངས་གཙོ་གཙང་མ་མ་རེད། ལབ་མེད་པ་ཅི་རེད་འདི་གསལ་པོ་རེད། གལ་སྲིད་ལབ་ཡོད་པ་ཡིན་པ་ན་ཡང་དེ་གི་ལན་འདེབས་ལས་སླ་བོ་ཞུ་བ་ཅི་རེད། ཏག་ཏག་ལུག་རྫི། སྲིད་སྐྱོང་ལངས་ཆོག་གི་རེད། ང་མི་འདི་རེད་ལུག་རྫི་འདི་རེད། གཉིས་པ་དེར་དྲི་བ་ག་རེ་ལས་པ་རེད། ཁྱེད་རང། ལོ་རྒྱུས་ཀྱི་ནང་ལྟ་བ་ན་བུ་ལོན་ཡོད་ལྡེ་ངེས་ཀྱི་མི་ཞིག་རེད་བྱ། དེ་ཆོག་པ་རེད་བས། འོས་པ་རེད་བས།

གཙོ་བོ་ཡིན། དེ་རིང་ངའི་འོག་ལ MA དང BA མང་པོ་ལས་ཀ་བྱེད་ཀྱིན་ཡོད། མི་གཙོ་བོ་ཡིན་པའི་ངས Proof བྱས་ཡོད། ད་དེ་རིང་ང་ལུག་རྫི་སྲིད་སྐྱོང་ཆགས་པ་ཡིན་ན། ཆབ་སྲིད་ཀྱི་རྒྱལ་ཁབ་རྒྱལ་ཁ་ཆེན་པོ་ཅིག་དང་དེ་རིང་ང་ཕམ་པ་ན། དངོས་གནས་ཆབ་སྲིད་ངོ་བོ་ཅན་ནི་སྤྱི་ཚོགས་ཕམ་པ་ཅིག་བརྩི་གི་ཡོད། ད་ང་སྲིད་སྐྱོང་བྱས་པ་ལ། ཇི་ཐུ་ཡ་གི་གནས་སྟངས། ཇི་གོ་ཡ་གི་རྒྱུ་མཚན། ཇི་སྟངས། དེ་གསུམ་བཤད་ཀྱི་རེད་ངེས། ཇི་ཐུ་ཡ་གི་གནས་སྟངས་དེ་ང་རང་ཚོའི་མི་དམངས་དེ་ལ་ཞེས་བྱ་བ་རེད། མི་དམངས་དེ་ཅི་ཐུབ་པ་རེད་འདུག་དང་མ་ཐུབ་པ་ཅི་རེད་འདུག། སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་དྲུག་བཅུ་ཐམ་པའི་ལོ་ལ། འཛམ་བུ་གླིང་དུ་དགོན་པ་ལྔ་བཅུ་ཡར་བརྒྱབ་ཚར་བ་ཇི་ལྟར་ང་ཚོ་ཚེ་བཙན་བྱོལ་ནང་དགོན་པ་གཅིག་བརྒྱབ་རྒྱུ་རེད། དེ་རིང་ཉིན་མོ། ང་ཚོ་མི་སྒེར་གྱི་དཔལ་འབྱོར་གནས་སྟངས་དེ་ཤེས་ཡོན་གནས་ཚེ་འཛམ་བུ་གླིང་མི་དེ་སྙོམས་བདེ་བ་ཅི་རེད།

ག་རེ་ཅི་ནས་དྲི་བ་ཡོད་བལྟས་ལ། རྒྱུ་མཚན་གཉིས་ལ་ཤེས་བྱ་དགོས་པར། དང་པོ་དེ་ལ། ང་རང་ཚོ་མི་གི་བསམ་བློ་དེ་ག་རེ་ཁྱེད་ཀྱི་ཟེར་ན། ད་ང་དང་ང་ཚོ་གཞུང་ང་དང་ང་ཚོ་སྒྲིག་འཛུགས་ཀྱི་བསམ་བློ་འདི་མེད་པའི་རྒྱུ་རྐྱེན་ལ་བལྟ་ནས། སྒེར་སོ་སོ་དེ་གཙོ་བོ་བརྩི་ཡོད་རེད། ང་རྐང་པའི་སྒང་ལ་ལངས་ན་ཇི་ཡིན་ལེགས་རེད། རྐང་པའི་སྒང་ལངས་བའི་གི་ཚད་གཞི་ག་རེ་རེད། མི་དགོང་མོ་འབུམ་བཅུ་ཡོད་ངེས་ཕྱིན་ཁོ་ལ་འབུམ་ལྔ་བཅུ་དགོས་གི་རེད། འབུམ་གཅིག་ཡོད་ངེས་ཕྱིན་ཁོ་ལ་འབུམ་བཅུ་དགོས་གི་རེད་ཁོ་ཟ་ཁང་རེད་ཚོང་ཁང་རེད་སེམས་ཐོས་བས་ན། ཁོ་རྐང་པའི་སྒང་ལངས་ཡོད་བའི་གི་མངོན་ཚོར་རེད།

ད་བློ་བདེ་བོ་གིས་ཤི་ཡག་གི་ཆེད་དུ་བསམ་བློ་བཏང་བ་ན་ང་ཚོ་རྒྱལ་ཁབ་དེ་འདྲའི་བོད་སྤྱི་བའི་རྩ་དོན་བྱེད་དགོས་དེ་གཙོ་བོ་རེད་འདུག་དང་མི་འདུག་བྱེད་དགོས་ཀྱི་རེད། དེ་འདྲའི་བྱས་པ་ན་ང་དང་ང་ཚོའི་གཞུང་ང་དང་ང་ཚོ་གི་སྒྲིག་འཛུགས་ཀྱི་ངོ་བོ་མཚོན་གྱི་རེད། བྱེད་སྟངས་དེ་ག་རེ་རེད་ད་གསུམ་པ་དེ། ང་དང་ང་ཚོའི་དབྱེ་བ་ཕྱེ་དགོས་ཀྱི་རེད། དུས་རྟག་ཏུ་ང་ཚོའི་ཡོང་གི་མ་རེད་དུས་རྟག་ཏུ་ང་ཡོང་གི་མ་རེད། ང་སུ་རེད་ལབ་པ་ན་ང་བཀྲ་ཤིས་ཐོབ་ཀྱི་རེད།